བོད་ཕྱི་ནང་གཉིས་ལ་བཞུགས་པའི་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་ཡོངས་ལ་དུས་གསུམ་བདེ་ལེགས། ལྷག་དཀར་ཐེངས་ལྔ་བཅུ་ང་བཞི་པའི་ཐོག་ལ་འཚམས་འདྲི་ཞུ་གི་ཡོད། དང་པོ་གི་གནས་ཚུལ་སྟབས་མ་ལེགས་པ་གཅིག་ལ། བོད་དང་བལ་བོ་གི་ས་མཚམས་ལ། ཆུ་ལོག་གི་གནས་ཚུལ་ཅིག་བྱུང་འདུག་ག། ཆུ་ལོག་གི་འཇིགས་པ། འདི་དཔེ་མི་སྲིད་པའི་བློ་ཕམ་གྱི་རང་བཞིན་རེད། ད་ཡིན་པ་ཡིན་ནས་འབྱུང་བ་ཞིག་ལ་ནི་སུ་གང་གིས་འགོག་ཐབས་བྱེད་ཡ་ལ་ནུས་པ་ཡོད་མ་རེད། འབྱུང་དབང་གིས་དཀའ་ངལ་འཕྲད་པའི་སྐབས་ལ་ནི།

ད་མི་མང་པོ་ཞོག་ཅིག་ནས་བོར་བརླག་ཤོར་བ། འདི་འདྲའི་གནོད་འཚེ་ཆེན་པོ་ཞོག་ཅིག་བྱུང་གོད་ཆག་ཞོག་ཅིག་བྱུང་འདུག་འདིའི་ཐོག་ལ་འཛམ་བུ་གླིང་ཁྱོན་ཡོངས་ཀྱི་བདེ་ལ་སྟོང་སེམས་མཉམ་བསྐྱེད་ཡོད་རེད་ད་ག་ནང་བཞིན་གྱི་ང་ཚོ་ནང་མི་ངོས་ནས་བདེ་ལ་སྟོང་སེམས་མཉམ་བསྐྱེད་ཞུ་གི་ཡོད། ལྷག་པར་དུ་ཉེ་བའི་ཆར་ང་རང་ཚོ་དཔྱད་ཞིབ་པ། སྤོ་བོ་བློ་དགའ་རང་བཙན་ལགས་ཀྱིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་མདུན་ལ་སྐུ་ལུས་མི་བཅོལ་ཕུལ་ནས་ཟླ་བ་གཉིས་མ་སེམས་སེ་ཆུ་འགྲོ་གི་ཡོད་རེད། དེའི་རིང་དེ་ད་ལྟ་བར་དུ། བོད་ཀྱི་གཞོན་ནུ་ལྷན་ཚོགས་གཙོས་པའི་ཨ་ནེ་ཚོགས་པ་ཆེ་ཕྲ་ཆུང་ཚོགས་མང་པོ་གཅིག་གིས་མཉམ་རུབ་ཀྱི་ཐོག་ནས་མུ་མཐུད་ནས་ལས་འགུལ་སྤེལ་ཆེད་ཞེ་དྲག་ཡག་པོ་བྱུང་ཡོད་རེད། དེ་ཡིན་དུས་ག་ནས་ད་མུ་མཐུད་ནས་ག་ཚོད་སྤེལ་ཐུབ་ཀྱི་རེད་ཟེར་ཏེ་ད་ང་རང་ཚོ་ལ་དྲི་བ་ཞིག་ཆགས་སྡོད་ཀྱི་ཡོད་རེད། དེ་ཡིན་དུས་མང་ཚོགས་ཀྱིས་ཅི་ཐང་ང་རང་ཚོ་དུས་རྒྱུན་བཤད་སྲོལ་གྱི་ཡོད་རེད་མི་མ་ལག་པ་གསེར་ཡིན། མི་དམངས་ཁ་ཐུག་ཡིན་ཟེར་བ་ནང་བཞིན་གྱིས་ད། ཚོགས་པ་སྒྲིག་འཛུགས་ཁག་གིས་ལས་འགུལ་ག་ཚོད་མང་པོ་སྤེལ་བ་ཡིན་ནས་ཡང། ང་རང་ཚོ་མང་ཚོགས་ཀྱི་ཁྲོད་ནས་འགན་འཁྱེར་ལ་རག་ལས་ཀྱི་ཡོད་རེད་བ། མི་དམངས་ཀྱི་འགན་འཁྱེར་དགོས་ཀྱི་ཡོད་རེད་གཙོ་བོ་མི་དམངས་རེད་བ། དེ་ཡིན་དུས་མི་དམངས་ཀྱི་འགན་མང་བཤད་དགོས་ཀྱི་ཡོད་རེད་རྒྱུན་སྐྱོང་བྱས་ད། ང་རང་ཚོ་བོད་ཀྱི་བདེན་མཐའ་དམར་སྲིད་ཀྱི་བར་དུ་ད་འཐབ་རྩོད་ཀྱི་ལས་འགུལ་དེ། ད་རིང་སྒོ་ཕྱི་ཚུགས་ཚར་བ་རེད་ད་ང་ཚོ་ཐག་སྐྱེལ་དགོས་ཀྱི་ཡོད་རེད་དེ་འདི་ཚང་མས་ཀྱི་དོ་སྣང་བྱེད་གནང་རོགས་གནང་ད་རིང་གི་ས་ཡོམ་གྱི་སྐུལ་ལྕག་འདི་ལ་བལྟས་པ་ཡིན་ན་ང་རང་ཚོ་བོད་ནང་གི་གཞིས་ལུས་བོད་རིགས་སྤུན་ཟླ་ཚོ་ལ་རང་དབང་ག་ཚོད་ཟིག་ཡོད་མེད་དེ་དེ་ནས་མཐོང་ཐུབ་ཀྱི་འདུག་ད་རིང་འདིའི་ནང་ལོགས་ལ

དེ་འདྲའི་གི་དམ་དྲག་ཆེན་པོ་ཅིག་ཡོད་རེད། དེ་འདྲའི་ཡོད་དེ་ག་ནས་ད། དེ་འདྲའི་བརྟེན་ནས་ང་ཚོ་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་སྐུ་ལས་མི་བྱེད་ཕོད་པའི་རྒྱུ་མཚན་གཅིག་དེ་འདྲའི་བརྟེན་ནས་བྱུང་པ་རེད་རང་དབང་མེད་པ་ལུང་པ་སོ་སོའི། ལུང་པ་ལ་སོ་སོ་ལ་རང་དབང་མེད་པ། འདི་ཡོད་དེ་ད། རང་བཙན་འདི་འདྲའི་ག་ཚོད་རེད། འདི་གའི་ཚང་མ་མེད་དེ་རང་བཙན་མེད་པ་ལ་བརྟེན་ནས་བྱུང་པ་རེད་ཟེར་དེ་རེད་ད། དེ་ཡོད་དེ་ང་ཚོ་རང་བཙན་རྩོད་དགོས་ཡོད་དེ་དཔེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད།

ཏུའུ་ཅིན་ཡོན་གྱི་སྐྱབས་གནས་བཅོལ་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དགུང་གྲངས་དགུ་བཅུ་གོ་བརྒྱད་ལ་ཕེབས་ཟིན་པ་རེད། དེའི་འདུལ་སྟངས་ང་རང་ཚོ་མི་རེ་ངོ་རེ་ལ་འགན་ཡོད་པ་རེད། འགན་དེ་ཤེས་པའི་ཐོག་ནས་ནི་ཅིག་དུས་རྒྱུན་དུ་ལྷ་ཁང་སྲུང་བརྩི་ཞུ་ཡ་རེད། ལྷ་ཁང་དེ་གའི་ཅིག་སྲུང་བརྩི་ཞུ་བ་དེ་ག་ལ་ཅིག་ཁྲེལ་ཡམ་ཙམ་གྱི་མ་ཡིན་པར་ང་རང་ཚོ་ཐུན་མོང་མ་ཡིན་པའི་བོད་པའི་གི་ཆེད་བསྐོས་དེ་གའི་ཡ་གོན་ཨ་ནི་བོད་པའི་གི་སྐད་དང་ཡི་གེ་ལ་དོ་སྣང་གནང་བྱས་པ། སོ་སོའི་ཁྱིམ་ཚང་ནས་འགོ་བཙུགས་བྱས་དང་པོ། ཁྱིམ་ཚང་ནས་འགོ་བཙུགས་དགོས་པའི་གལ་ཆེན་པོ་རེད་འདུག་ཁྱིམ་ཚང་ནས་འགོ་བཙུགས་བྱས། ཨ་ནི། མང་ཚོགས་ཁྲོད་ལ་ཨ་ནི། མང་ཚོགས།

ཆུ་ལོག་གི་གནས་ཚུལ་བྱུང་བ་འདིའི་ཐོག་ལ་ཨ་ནེ་གསར་འགྱུར་བརྒྱུད་ལམ་ཁག་ཅིག་གིས་བོད་དང་བལ་བོད་ཀྱི་དཔའ་རོ་ལ་ས་མཚམས་ཀྱི་ཨ་ནེ་ཆུ་ལོག་བསྐྱུར་བ་དེ་གསུང་གི་འདུག་བ་དངོས་ཡོད་གནས་ཚུལ་དེ་འདི་ཆགས་ཀྱི་ཡོད་བ་དང་ནེའུ་ཡོག་པོ་ཟས་ཀྱི་གསར་འགྱུར་བརྒྱུད་ལམ་དེ་དང་དེ་འདྲ་བའི་ཀྱི་ཨ་ནེ་ཡང།

ཨ་ནེ་དམིགས་བསལ་གྱིས་ནིའུ་ཡོག New Jersey བུད་མེད་ལྷན་ཚོགས་ལ་དམིགས་བསལ་ཐོ་ཆད་ན་ད་ལྟའི་གི་ཨ་ནེ་ཁ་ཚོགས་རེད New York Post གི་ཨ་ནེ་ཆོག་ཤེས་བློ་ཤེས་རྒྱ་ཆེ་པ་བློ་དགའ་རང་བཙན་ལགས་ཀྱི་གནས་ཚུལ་སྐོར་ལ་ཨ་ནེ་ཆོག་ཤེས་བློ་ཤེས་བྱེད་པ་དེ་ལ་ད་ད་ལྟ་བར་དུ་ཉིན་མ་ཉི་ཤུ་རྩ་གྲངས་ཅིག་འགྲོ་གི་ཡོད་རེད། ད་ལྟ་བར་དུ་ཨ་ནི་ཉི་མ་ཕྱག་ཆེན་ལས་འགུལ་སྤེལ་ཏེ་ཀྱི་ཡོད་རེད། ཨ་འདི་ག་ལ་སྙན་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་ཅི་དང་ཨ་ནི། ང་རང་ཚོ་ནིའུ་ཡོག་ནིའུ་ཇར་སི་མི་ཁྲི་གཉིས་སུ་ཡོད་སྲིད་གསུང་གི་ཡོད་རེད། ངེས་པར་དུ་འདི་གའི་ཐོག་ལ་ངེས་པར་དུ་ཨ་ནི་ཕེབས་དགོས་ཀྱི་རེད་ལ་ཨ་ནི་ཕ་མ་སྤུ་གུ་ཚོ་ཡིན་པ་ཡིན་ནའི་ཕ་མེས་ཀྱི་སྤུ་གུ་ཁྲིད་ཆས་ངེས་པར་དུ་ངོ་སྤྲོད་བྱེད་ཆས་འདི་གའི་འོག་ལ་མཆན་རྒྱག་ཡ་རེད་འདི་ག་ལ་ངེས་པར་དུ་ཨ་ནི། ཐེར་འདོན་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཨ་འདི་ག་ལ།

དོན་ཅི་བྱེད། རྣམ་པ་གླེང་བྱེད་ཚང་མ་ལ་ཁྱད་ཆོས་ཤོས་དེ་ལ་ནི་སྐུ་སྲོག་ལ་ཐུགས་ཕྱག་གནང་རོགས་གནང། བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ། ཨ་ནི་ཁྱབ་སྤེལ་རྒྱུད་སྤེལ་དེ་ངེས་པར་དུ་གནང་རོགས་གནང་དོན་ཅི་བྱེད།